ཨན་ད་རིང་ཐོག་མ་དེ་ལ་དེའི་ཐད་གཏོང་བརྒྱུད་ནས་བཀའ་མོལ་གནང་ངེས། ཨན་དང་པོ་དེ་ངས་ཨ་ནི་འགན་ཚེ་རིང་སྲིད་བསྟན་མཆོག་འདན་དྲི་ཞུས་ཆོག་ཨ་ནི་འགན་ཚེ་རིང་སྲིད་བསྟན་མཆོག་ཨ་ནི་ད་དེ་ད་འདས་ཀྱི་ད་རིང་གི་ཐད་གཏོང་ཡོང་དགོས་པའི་གི་ཐོག་ལ་ཨ་ནི་བཀའ་མོལ་གསུང་རོགས་གནང་གལ་ལ། ཨོ་ད་དེ་རིང་ང་ཚོ་དེའི་ཐད་གཏོང་ཞུ་ཡས་འདིའི་སྐོར་ལ་ཡ་ད་ད་གཞི་རིམ་མི་མང་གི་ཚོགས་གཙོ་བསྟན་དབྱངས་ལགས་ནས་མ་འདས་ཤེས་མདོ་བསྡུས་ཞུ་ཐུགས་སྐྱོན་གནང་སོང།

སྐབས་བདུན་པ་འདི། སྤྱི་དང། ཡང་སྒོས་ནང་སེལ་གྱི། ཨ་ནི། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་སྙན་ཐོ་དང་འབྲེལ་བ། འཆར་ཟིན་དང་འབྲེལ་བའི་ཐོག་ནས། གཙོ་བོ་འཆར་ཟིན་རེད་ཨ་ནི་དེའི་ནང་གི་ཐོག་ནས་ཨ་ནི། སྤྱི་འཐུས་མང་ཐོག་ནས་རྒྱབ་ཉོ་རྒྱབ་ཉན་གནང་ཡས་རེད་དེའི་ཐོག་ལ་ཡང། བསམ་ཚུལ་ཞུ་ཡས་ཡིན། དེ་འདྲ་ཡིན་ཙང། ད་འདི་ངའི་སྐད་ཆ་འདི་ཅིག་བང་འགྲིག་པོ་རེད་ཅིག་གས་ཆགས་ས་མ་རེད་དེ། ད་ཡིན་ན་འདི་རྣམ་པ་ལྷན་རྒྱས་རྫོགས་སེམས་མཁན་རྣམ་པ་རྫོགས་ཀྱི་ད་ཅིག་ངང་བསྲིངས་གནང་རོགས་ཞེས་དེ་ཞུ་ཡ་ཡིན། ད་དང་པོ་དེ་ག་རེ་ཞུ་དགོས་རེད་ཟེར་ན། འདས་པའི་གི། ཉིས་སྟོང་ཉི་ཤུ་རྩ་གསུམ་གི། ཨ་ནི། གྲོས་ཚོགས་ཚོགས་དུས་ལྔ་པའི་སྐབས་ལ་ཡ། སྤྱི་འཐུས་ལྷན་ཚོགས་ནས་ཡ་ཁྲིམས་སྒྲིག་བསྐྱར་ཞིབ་ཚོགས་ཆུང་ཞིག་བཙུགས་གནང་བ་རེད། དེ་གནང་བ་དེ་གི་བརྒྱུད་རིམ་ཐོག་ནས་ཡང་ད་ང་ཚོས་གནས་ཚུལ་རབ་དང་རིམ་པ་མང་པོ་ཅིག་བྱུང་བ་རེད། དེ་རྗེས་དེ་ད་རེ་རེ་བཞིན་དུ་ཞུ་གི་དེ་ན་དུས་ཚོད་འདང་ཡོད་མ་རེད། ཡིན་ན་ཡང་ད་དེའི་སྐབས་ཀྱི་གྲོས་ཆོད་དེ་ག་འདྲའི་བྱས་ཡོད་རེད་ཟེར་ན། བཅའ་ཁྲིམས་ཀྱི་རྒྱ་ཁྱོན་ལས་མ་འགལ་བའི་ཐོག་ནས་ཨ་ནི་ཁྲིམས་སྒྲིག་བསྐྱར་བཅོས་གནང་ཡོད་ཟེར་གྱི་འཁོད་བསྡད་པ་ཅིག་དོངས་སུ་བྱས་སོང། ཚིག་ཇི་མ་ཇི་བཞིན་དྲན་གི་མི་འདུག། ད་ཡིན་ན་ཡང་བཅའ་ཁྲིམས་ཀྱི་རྒྱ་ཁྱོན་ཟེར་ཏེ། ག་པ་ཐན་ཐན་རེད་ཅེས་མཐོང་བསྡད་ཀྱི་འདུག་ཡིན་ནའང་སོ་སོའི་གོ་བ་གླེང་ཕྱོགས་བྱེད་པ་ཡིན་ན། བཅའ་ཁྲིམས་ཀྱི་རྒྱ་ཁྱོན་མ་སྒྲོམ་གཞི་སྒྲོམ་གཞི་དེ་ཚིག་རེད། བཅའ་ཁྲིམས་ཀྱི་སྒྲོམ་གཞི་དེ་སོ་སོའི་ངོས་ནས་གོ་བ་ག་འདྲ་ཞིག་གླེང་གི་ཡོད་ཟེར་ན། ང་ཚོའི་བཅའ་ཁྲིམས་དེ་ཐུན་མོང་མ་ཡིན་པ་ཅིག་ཟེར་ན་མི་འདུག་ཐུན་མོང་ཟེར་ན་མི་འདུག། མང་གཙོ་ཀ་བ་གསུམ་ལྡན། རེ་བ། དེ་ཇི་སྙམ་སྟངས་འཛིན་ཡོད་པ་གཅིག། གཙོ་བོ་དེ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བླ་ན་མེད་ཀྱི་དབུ་ཁྲིད་ཡོད་པ་གཅིག་དང་དེའི་འོག་ལ་ཡང་མང་གཙོའི་ཀ་བ་གསུམ་ལྡན་དེ་ཇི་སྙམ་སྟངས་འཛིན་ཡོད་པ་གཅིག། དེའི་འོག་ལ་ཡང། ཨ་ནི་ག་རེ་ཟུག་གོ་རེད། རང་དབང་ཅན་གྱི་སྡེ་ཚན། ཨ་དེའི་འོག་ལ་ལྷན་ཁང་ཁག་རང་སྐྱོང་སྡེ་ཚན། དེ་འདྲའི་ཆེད་ནས་ད་ང་ཚོ་བང་ཅིག་བསྒྲིགས་ཤག་རེད། རྩ་བའི་སྒྲོམ་གཞི་དེ་འདྲ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད། དེ་ཡོད་པའི་ཐོག་ནས་ཨ་འདི་ལ་འགྱུར་བ་བཏང་ཡས་དེ། ཏང་ཕྱོགས་ཡས་ཅིག་ཡིན་པ་ལ་ངོས་འཛིན་བྱས་ནས་རལ་བ་འགྲོ་བ་ག་ལ་གང་འཚམ་གྱིས་རྒྱབ་བསྡད་ཡག་གི་གནས་ཚུལ་འདི་ཆགས་པ་རེད་ཅེས་བཤད། ད་ཡིན་ན་ཡང། ཁེ་ས་ད་ལྟ། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་སྙན་ཐོ་ནང་ལ་མ་གཅིག་རྒྱལ་ཡོང་པའི་དཀའ་སྡུག་ལ་ཡ། ཨ་ནི་སྤྱིར་བདག་ལྔ་པའི་ལྟ་རིགས་བཅུ་བདུན་རེ་གཅིག་རེད་བསམས་སོང། དེའི་ནང་ལོགས་ལ་ཡ་ཨ་ནི་ཚོགས་གཙོ་བགྲེས་པོའི་ལམ་སྟོན་ཅིག་ཕེབས་བཞག། དེའི་ནང་ལ་སྐར་ཚང་དང་པོ་དེ། བར་སྐབས་དམ་འབུལ་གྱི་གནས་སྟངས་དཀའ་ངལ་འཕྲད་པ་དེ་ལ་བསྐྱར་བཅོས་བྱེད་དགོས་ཟེར་ཏེ་དོན་ཚན་གཅིག་བཅད། གཉིས་པ་དེ། བོད་མིའི་སྒྲིག་འཛུགས་ཀྱི་མཛད་གཙོ་རྣམ་པས་ལས་ཡུན་དང་འཕོ་འགྱུར་གནང་ཕྱོགས་དེ་གཅིག་གྱུར་ཡོང་ཡ་ཟེར་ཏེ་གཅིག་བཅད། གསུམ་པ་དེ། གྲོས་ཆོད་ནང་གསལ་འཆར་ཟིན་ཚོགས་ཆུང་བཙུགས་དགོས་པའི་གི་གྲོས་ཆོད་འཇོག་སྐབས་ཀྱི་གླེང་སློང་ལྟར་བགྲོ་གླེང་བྱུང་བ་དེ་ལས་རིམ་དུ་ལ་ཡང་ཐུགས་ཞིབ་གནང་དགོས་ཀྱི་རེད་ཟེར་ནས་ཚོགས་གཙོས་འབྲེལ་བའི་ལམ་སྟོན་དེ་དེ་འདྲའི་ཆ་བཞག། ད་དེ་སྲིད་དུ་ད་ནི་ཨ་འཐི་ནི་མ་རྒྱ་ཁྱོན་དེ་ག་ལ་གང་འཚམ་གྱིས་ཆུང་བར་བཏང་བ་ཞིག་དང་ལྷག་པར་དུ། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་ལས་ཡ་བསྣུན་ཤུགས་ཅིག་རང་བཞིན་གྱིས་སླེབས་ཐུབ་པ་རེད་ཅེས་མཐོང་ཚུལ་ཞིག་བྱུང་ཟེར་གྱི་ཞོལ་ཡིན། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་ཐོག་ནས་ཐོག་མའི་ཆ་ལ་ཡ། ཡོངས་ཁྱབ་ཀྱི་གསལ་བསྒྲགས་ཅིག་སྤེལ་གནང་ཡོད་རེད། གང་ཟག་སྒེར་རེད་ཚོགས་པ་ཁག་རེད་ཚང་མ་གིས་མཐུན་འགྲིག་བསྐྱར་བཅོས་ཐོག་ལ་མཚམས་འཇགས་ཁུལ་ཞིག་བསྲེག་རྒྱུ་གསུངས་པ་རེད། དེས་དགའ་པོ་ཞེ་དྲག་བྱུང་རེ་བ་ཆེན་པོ་བྱུང། སྒོ་འགྲུག་འདྲ་མོ་ཞིག་གནང་སོང། ཡིན་ན་ཡང། ད་མཐའ་མ་འདྲ་བོ་དེ་དེ་ལ་ང་ཚོས་རེ་བ་ཆེན་པོ་བྱས་ཏེ་དེ་ད་ད་བན་ངེད་ཅག་བསྟོད་འོང་ཡོད་ད་ནི་ནི་ཨ་ནི། མང་ཚོགས་ཀྱི་བསམ་འཆར་དེ་གྱིས་དེ། གཅིག་སྟོང་ཐ་དག་ཅིག་གྲངས་ཀ་རུ་བརྒྱབ་བཞག། དེའི་ནང་ནས་ད་དཔེར་ན་ང་ཚོ་གཞི་རིམ་མི་མང་ཚོ་འདྲ་གཅིག་གིས་མི་ལྔ་སྟོང་བདུན་བརྒྱ་གི་ས་ཡོད་བརྒྱབ་པ་དེ་གྲངས་ཀ་གཅིག་ལ་རྩིས་ཡིན་ན་འདྲ་རྩིས་མེད་ན་འདྲ་གནས་སྟངས་དེ་འདྲ་ཞིག་ཆགས་འདུག་ག། དེ་འདྲའི་ཡིན་དུས་ད་ནི་ཁོ་ན་ཚོ་ལ་སྐུ་ངལ་ཆེན་པོ་ཅིག་འཕྲད་ཡོད་ས་རེད་གནོན་ཤུགས་ཆེན་པོ་ཅིག་འཕྲད་ཡོད་ས་རེད། དེ་ཡིན་ན་ཡང་ཧ་ལས་པའི་བློ་ཕམ་རེད་བསམ་དྲན་འདུག་དེའི་ནང་ནས་ད་སྡུག་ག་ལ་དཔག་པའི་ཨོ་རྩོད་ཀྱིས་ཚོགས་གཙོ་བསྒྲེས་པའི་ལམ་སྟོན་ཡོད་མིན་ལ་མ་ལྟོས་པར་གྱི་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གིས་ཁྲིམས་ཞིབ་པ་ཆེ་བ་དང་གཞན་བསྐོ་གཞག་བྱེད་ཡས་ཀྱི་དོན་ཚན་དེའི་ཐོག་ལ་ཡང་དེའི་ནང་ལ་ཡང་གཅིག་བཏོན་གནང་བཞག་ད་དེ་གནོན་ཤུགས་ཀྱི་འོག་ནས་དུ་ག་ལ་བབས་པའི་ཨ་འུ་ཟེར་རེད་བསམ་དྲན་དུ་ཆགས་བསྡད་པ་རེད། དེ་འདྲའི་ཡིན་ཙང་གནས་སྟངས་དེ་འདྲའི་ཅིག་གི་ཐོག་ནས་ད་ལྟ་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གིས་ད་སྙན་ཐོ་དང་ད་ལྟ་གཏན་འབེབས་གནང་བ་དེ་གཅིག་དེ་ཆ་ཚང་ཅིག་མ་བཏང་འོས་འདུན་བཏང་ནས་ད་ང་ཚོ་གཞི་རིམ་མི་མང་གི་རེ་བ་དང་བསམ་ཚུལ་མངོན་འདོད་བདེ་སྐྱིད་འདི་ད་དངོས་གནས་དྲང་གནས་ཀྱི་ཧ་ཅང་མཐོང་ཆུང་ཁྱད་གསོད་རྡོག་བརྫིས་ཆེན་པོ་ཅིག་བཏང་བཞག་པ་གི་མཐོང་ཚུལ་བྱུང། ཕྱོགས་གཅིག་ནི། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་བསམ་ཚུལ་རྒྱ་ཆེན་པོ་ཅིག་བསྟུན་མ་འཇོན་འཇོན་མདོག་བཅས་བྱེད། མཐའ་མ་དེའི་མར་གྲུབ་འབྲས་དེ་བཏོན་འོང་དུས་ད་ནི་ཁུམ་ཁུམ་ཞི་བ་ཅིག། སྒོར་སྒྲུག་འདྲ་ཆེ་ལ། རྔ་མ་གྲུས་འདྲ་བོ་ཅིག་བཟོས་བཞག་པ་དེ་ཐབས་སྐྱོ་བོའི་རང་བཞིན་གཅིག་མཐོང་སོང། དེ་གཅིག་ཞུགས་པའི་རང་བཞིན་གཅིག་ཆགས་ཀྱི་འདུག་དེའི་ནང་ལ་གང་ཟག་སུ་ཡོད་དམ་མེད་དེ་དགའ་མི་དགའ་སྐད་ཆ་གང་བསྐུར་གྱི་མེད། གནས་སྟངས་དེ་འདྲ་ཞིག་ཆགས་ཐུབ་ཡོད་རེད། དེ་འདྲ་ཡིན་དུས་རྩ་ནས། མཐའ་མ་དེ། ད་ལྟའི་ངེད་ཅག་ད་ལྟ། གསར་འགྱུར་བརྒྱུད་ལམ་ཁག་ལ་ཁོང་རྣམ་པ་ཚོ་གསུངས་བསྡད་ཀྱི་འདུག་ལས་དོན་མང་པོ་ཞིག་འགྲུབ་ཡོད་པའི་དགོངས་འཆར་ཅིག་གསུངས་བསྡད་ཀྱི་འདུག་ཡིན་གྱི་རེད་དེ་སོ་སོ་སོ་སོ་གའི་ལྟ་སྣང་མཐོང་ཕྱོགས་འགྲུབ་པོ་ཆེ་རེད། ཡིན་ན་ཡང། དེ་ག་རེ་རེད་ལབ་ཀྱི་ཡོད་ན། ཁོང་རྣམ་པ་ཚོ་གི་ཡན་ལག་འགྲོ་པོ་མང་པོ་ཞིག་བཏགས་བཞག། རྟ་པའི་སྡོང་པོ་དེ་ཕར་བཞག་བྱས་ནས་ཡན་ལག་དེ་ཅི་རེད་བཏགས་པ་དེ་བརྒྱ་ཆ་དགུ་བཅུ་ལ་བརྩི་གི་ཡོད་ན་དེའི་གྲངས་ཀ་དེ་ང་རྒྱབ་སྐྱོར་བདེན་པ་བཟོ་མཁན་མེད། དོན་དག་ངོ་མ་དེ་ང་ཚོ་མང་གཙོའི་ཀ་བ་གསུམ་གྱི་ཚད་ལྡན་གོ་གི་ཡོད་པ་ཅིག་དང་ང་ཚོ་གཞིས་ལུས་མི་སྒར་སུ་རེད་གཞི་རིམ་མི་མང་གི་ཐོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་མང་གཙོ་གསོལ་རས་གནང་བཞག་པ་དེའི་ཐོག་ནས་ཨ་མང་གཙོའི་སྒར་སུ་རེད་བརྗིད་ཉམས་སྟངས་འཛིན་ལྡན་པའི་མང་གཙོའི་ཀ་བ་གསུམ་ཚད་ལྡན་བཙུགས་བཞག་པ་དེ་རྒྱ་གར་རིན་པོ་ཆེ་སྐུ་ངལ་ཆེན་པོ་ཅིག་བསྐྱོན་བཞག་པ་འདི་ང་ཚོས་ཉམས་པ་མེད་པའི་སྲུང་སྐྱོབ་བྱས་ཏེ་ང་ཚོའི་ལས་འགན་ཆགས་ཀྱི་ཡོད་འདི་ང་ཚོ་མི་མང་མདུན་ནས་ཐོན་མཁན་ཉུང་ཤས་ཅིག་གི་བསམ་ཚུལ་མ་རེད་འདི། རྒྱ་ཆེའི་མི་མང་གི་རེ་འདུན་དེ་ཆགས་བསྡོད་རེད། དེ་ང་ཚོའི་མངོན་འདོད་དེ་ཆགས་བསྡོད་རེད། དེ་ཁོ་ན་ཚོ་གི་བདག་པོ་མ་རྒྱབ་ཕྱིན་ནི་ད་ལྟའི་ཆ་ལ་ཡ་དམ་ཆ་ཕུད་ཆ་ཡས་བྱས་ཤོས་མས་བྱས་ཤོས་བཟོས་ག་ལ་དེ་སོ་སོ་འགྲོ་སའི་ལམ་ཁ་གཅིག་པོ་བཟོས་ཤིག་འདུག་ཨ། མ་འོངས་པ་ལ་གཅིག་སྡུད་དུ་ཡོང་ན་ཡོང་སའི་ལམ་ཁ་གཅིག་པོ་བཟོས་དང་སོ་སོའི་རྐུབ་བཀྱག་ཤོར་ཡས་ཀྱི་ཞེད་སྣང་ཐོག་ནས་ཨ་ནི་ཁ་ཤས་ཀྱི་ཡར་དྲུད་ནས་སྤུངས་བཞག་འདུག་མ་རྩ་ཅིག་དོན་དག་ངོ་མ་གི་རྩ་བ་དེ་ཟིན་མི་འདུག་ཨ། དེ་ལ་བློ་ཕམ་ཡོད་ཞེས་དེ་ཞུ་ཡས་ཡིན། ལྷག་པར་དུ་རྩ་བ་དེ་མ་ཟིན་པའི་རྒྱུ་མཚན་ཐོག་ནས་འགྲེལ་བཤད་རྒྱག་མཁན་ཁག་ཅིག་བྱུང་སོང་ངམ། རྩ་བའི་སྤྱི་འཐུས་གྲོས་ཚོགས་ནང་ལ། མང་མོས་དང་སུམ་ཆ་གཉིས་བསྲེས་དང་རྩམ་ཕོར་གྱི་སུམ་ཆ་གཉིས་དང་ངོ་ཕེབས་ཀྱི་རྩམ་ཆ་གཉིས་བསྲེས་ཏེ་ཡོང་སྲིད་པ་ཅིག་ཡོང་ཆོག་ཡ་ཅིག་རེད། ཡིན་ན་ཡང་ད་ལྟའི་གི་ཁྲིམས་ཞིབ་པ་ཆེ་བ་བསྐོ་གཞག་བྱས་ཐོག་ལ་འགྲེལ་བཤད་རྒྱག་མཁན་རབ་དང་རིམ་པ་ཞིག་བྱུང་སོང། གར་ཟེར་ན། ང་ཚོའི་ཁྲིམས་ཞིབ་པ་འགྲོ་ས་ཀྱི་ལམ་ཁ་བཀག་ཡོད་མ་རེད། ཡོད་ཡོད་པ་རེད། ཡོད་ཡོད་པ་རེད་དེ་ང་ཚོས་ཤེས་ཀྱི་ཡོད། ཡིན་ན་ཡང་ང་ཚོས་བྱེད་མ་ཐུབ་པ་ཅིག་མིག་གིས་གོམ་པ་རྒྱབ་ཟེར་བཟོ་ལམ་ཁ་ཕྱེ་ལོ་ཡ་ཁྱེད་རང་མོ་ཏྲ་བཏང་དགོས་ཟེར་ན་བཏང་ཐུབ་ཀི་མ་རེད་པ། ལམ་ཁ་དེ་འདྲའི་ཅིག་ལ་དཀར་ཆེ་ནི་ཨ་ནི་སྔས་མའི་ལམ་ཁ་དེ་དཀའ་ངལ་ཡོད་པ་དེ་བཟོ་ཡག་གི་ཆེད་དུ་ང་ཚོའི་ཆ་རྐྱེན་ཅིག་བསྐྲུན་པ་རེད། རེ་བ་ཅིག་ཞུས་པ་རེད། དེ་བྱས་མ་སོང། སྔས་མའི་གིས་མི་འགྲོ་ས་ལམ་ཁ་དེ་ལ་མོ་ཏྲ་བཏང་ཐུབ་པ་གོ་གི་རེད་ཟེར་ནས་བཀག་བཞག་སོང་ང། རྒྱུ་མཚན་གཅིག་དེ་རེད་དེ་མ་འདོད་པའི་གིས་མི་འགྲོ་ཁེ་རྒྱག་གི་གཏམ་དེ་རེད། གཉིས་པ་དེ་དེའི་ནང་གི་རྒྱུ་མཚན་དྲང་མཁན་ཅིག་ག་རེ་བྱེད་ཟེར་ན་ཡིག་ཆ་ཨང་སུམ་ཅུ་སོ་དགུ་འདི་གནས་དེ་ཡོད་རེད། འདི་ལ་མཐའ་འཛིན་མ་བྱས་ནས་ཡི་གེ་འཛུལ་དེ་མཁན་དེ་ཁྱེད་དེ་ཁྲིམས་འགལ་རེད་ཇག་པ་རེད་རྐུ་མ་རེད་ཟེར་ཚིག་དེ་རང་ཅག་བེད་སྤྱོད་བཏང་བྱས་ནས་དང་པོ་དེ་དགོངས་པ་ཞུ་དགོས་ཀྱི་ཡོད། དེ་ཞུས་ན་དཀའ་ངལ་གང་ཡང་མེད་ཟེར་སོང་ཨ། རྒྱུ་མཚན་དེ་འདྲས་ཁྱེད་རྒྱག་གི་འདུག་ཨ། དེ་འདྲས་ཡིན་པ་ཡིན་ཙང་རྒྱུ་མཚན་དེ་འདྲས་ཅིག་འདྲས་ཁྱེད་རྒྱག་འོང་དུས་ཙང་ནི་ད་གང་ལྟར་འདི། དངོས་གནས་དྲང་གནས་ཀྱི་ཕི་ཨེ་ཁར་སོ་རེད་ཁམ་བུ་ཟ་འདོད་རེད་མི་འདུག་ཡལ་ག་བཅག་འདོད་རེད་ཞེས་ཟེར་ཚིག་དེ་གོ་སོང། དེ་འདྲས་ཡིན་ཙང་ང་ཚོས་སྔན་མ་ནས་རེ་བ་ཐོག་ནས་ཞུས་ཏེ་ཡོད། ཡིག་ཆ་ཨང་སུམ་ཅུ་སོ་དགུ་གྲོས་ཚོགས་ནང་གླེང་སློང་བྱེད་མཁན་དེ་ཀྱིས་དགོངས་པ་ཞུ་དགོས་ཟེར་ཏེ་ན་ཚིག་དང་འགྱུར་བ་གང་ཡང་མེད་བར་སྐབས་གཅིག་ལ་འབྱམས་པ་ཡིན་ཙང་ང་ཚོས་དེའི་སྐད་ཆ་དེ་གླེང་སློང་བྱས་མེད་གླེང་ཉན་འདོད་པ་ཁེལ་མེད། དེ་འདྲ་ཡིན་ད་ད་ལྟ་ཡང་བསྐྱར་དང་རང་གླེང་ཡོང་གི་འདུག་ཨ། ད་ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་ང་ཚོས་ཡང་བསྐྱར་བཤད་འདོད་པ་ཁེལ་མེད། ཤེས་དགོས་ཀྱི་ཡོད་ན། དང་པོ་དེ་ཡིག་ཆ་ཨང་སུམ་ཅུ་སོ་དགུ་གི་ཐོག་ནས་ཁུངས་མ་བཅོས་པ་དེའི་རྒྱུ་མཚན་ཐོག་ནས་ཁྲིམས་ཞིབ་པ་འདི་འདྲ་ཡར་འཛུལ་བ་འདི་ཇག་པ་དང་ཁྲིམས་འགལ་དང་རྐུ་མ་ཡིན་པ་ཡིན་ན་ཁྱེད་རང་ཚོ་དེའི་འོག་ལ་དམ་འབུལ་ཤོད་དེ་ཇག་པ་ཇག་དྲུག་རྐུ་མའི་རྐུན་དྲུག་ཇག་པའི་ཇག་དྲུག་མིན་ན་ག་རེ་རེད་ད་འདི་སོ་སོ་ངོས་ཟིན་གི་འདུག་བས་དེ་དགོངས་པ་བཞེས་དགོས་རེད་འདི་ངས་མིང་བཏོན་ནས་ཞུས་པ་ཡིན་ན་འཇུ་ཆེན་དཀོན་མཆོག་ཆོས་སྒྲོན་ཨང་དང་པོ་བཅས་དེའི་འོག་ལ་ཡང་སྤེན་པ་ཡམ་པའི་གཉིས་པ་བཅས་ནས་བང་བསྒྲིགས་ནས་ཡོད་པ་འོ་དེ་རྒྱུ་དེ་ངོས་ཟིན་སྒུག་རེད། རང་རང་གང་དྲན་ཤེས་ཀྱི་ཡོད་མ་རེད། ཨ་མ་མེད་པའི་བུ་ཞིག་སྐྱེས་ཡོད་མ་རེད། བསམ་བློ་འདི་གཏང་དགོས་རེད། རྒྱུ་མཚན་འདི་ཐོག་ནས་ང་ཚོས་ཞུ་གི་ཡོད། རེད་པ། གཉིས་པ་འདི། ཡིག་ཆ་ཨང་སུམ་ཅུ་སོ་དགུ་དེ་ག་འདྲའི་ཞིག་ཡོད་རེད། ཁྲིམས་འགལ་རེད་པ། བཅའ་ཁྲིམས་དོན་ཚན་ལྔ་བ་དང་འགལ་འདུས་ཡོད། བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བཞི་དང་འགལ་འདུས་ཡོད། བཅའ་ཁྲིམས་དོན་ཚན་ལྔ་པའི་ནང་ལ་ལས་ཁྲིམས་ལུགས་དང། གར་དང། ང་ཚོ་ཚིག་ཇི་མ་ཇི་བཞིན་བྲིས་འདུག་སྟེ། གང་ལྟར་ང་ཚོའི་ཁྲིམས་ལུགས་དང། ཆབ་སྲིད་དབང་འཛིན་དང་དྲི་གཞི་བཅས་ཚང་མ་དེ་རྗེས་དེའི་བཅའ་ཁྲིམས་དང་འགལ་ན་འགལ་བའི་ཆ་དེ་རྩིས་མེད་ཡིན་ཟེར་གྱི་ཡོད་རེད། དེ་དང་འགལ་ཏེ་ཡོད། གཉིས་པ་དེ་ཡིག་བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བཞི་ནང་ལོགས་ལ་ཡ་རེད་བ། ཆེན་ཚོགས་དྲུང་ཆེ་བཙུགས་པའི་དེའི་ཐོག་ནས་སྙན་ཐོ་འབྱོར་ནི་མ་གཏོགས་གླིང་སློང་ཆོག་གི་མེད་ཟེར་འགལ་ཏེ་ཡོད། ཁྲིམས་ཞིབ་པ་གསུམ་ཀ། ཨ་ནི་ཆུ་ཚོད་གཅིག་དེ་ཕྱེད་ཀའི་ནང་ལ་སྤུད་ཟེར་ཡས་དེ་འཛམ་བུ་གླིང་གི་ཁྱེད་རང་ཚོ་གི་སྤུད་ཚད་ཀྱི་བརྟན་ཤོས་དང་སུ་གཅིག་ལ་ཡོད་མ་རེད། འོ་དེ་ཡིན་ཙང་ཐ་ན་ཁྱེད་རང་ཚོ་གི་དེ་འདྲ་བྱས་རིམ་ཚང་མ་ཐོག་ནས་ཁྲིམས་འགལ་ཆགས་དུ་ཡོད། གསུམ་པ་དེ་ཡིག་ཆ་ཨང་སུམ་ཅུ་སོ་དགུ་གི་ཐོག་ནས་ལག་ལེན་བསྟར་མ་ཐུབ་པ་དེ་སྤྱི་འཐུས་རྒྱུན་ལས་ཀྱི་ཐོག་ནས་ཚོགས་དེ་སྐབས་དེ་གི་ཚོགས་གཞོན་ཨ་ཙར་ཡེ་ཤེས་ཕུན་ཚོགས་ས་ཡིག་རྒྱབ་སྐྱོར་གྱི་དོན་ལ་ག་རེ་ཟེར་ན་ད་ལྟའི་ཆ་ལ་ཡིག་ཆ་ཨང་སུམ་ཅུ་སོ་དགུ་པ་ལག་ལེན་བསྟར་ཡས་ཀྱི་ཐབས་ལམ་གང་ཡང་དེབ་མི་འདུག་ཟེར་ནས་ཚིག་ཐག་གཅོད་ནས་བཞག་ཤོས་དེ་ཡིག་ཐོག་ལ་ཡོད་རེད་དེ་ཁ་ནས་ཤོད་ཐབས་གཅིག་པོ་མ་རེད། འདིར་བ། བཞི་པ་འདི་རྗེས་འབྲེལ་གྱི་ཐོག་ནས་བྱེད་པ་ཡིན་ན། མཐའ་མ་དེ་ཁུངས་མ་བཅོས་རེད་བ། ཟླ་བ་ཞིག་གི་ཐོག་ལ་ཡང་ཁུངས་མ་བཅོས་ནས་དེ་ལྟར་ནི་ད་ང་ཚོ་སྒྲིག་འཛུགས་ཐུགས་ཡག་གི་མཚམས་སླེབས་འོང་དུས་རྒྱལ་བ་རིན་པོ་ཆེ་ལ་མཚན་གོས་ཉི་ཤུ་ཕུལ་རེད་བ། སྤྱི་འཐུས་མི་བཞི་བཅུ་ཞེ་ལྔ་གི་ས་ཡིག་རྒྱག་རེད་བ། ཚིག་དེ་ཚོ་ཚང་མ་ཁྱེད་རང་ཚོས་ཁྱེད་རང་ཚོས་དྲན་པ་བྱས་ནས་ཡང་བསྐྱར་མ་ཀློག་དང། ཅི་གསུང་བཀའ་སྒྲུབ་བཞི་ཀའི་ཚིག་དེ་ག་བ་འདུག་འོ། དེ་ཡིན་ཙང་དེའི་ཐོག་ནས་ད་མ་དེ་གཞིར་བཟུང་བྱས་ནས་ང་ཚོས་དམ་བཅའ་ཕུལ་བ་རེད་བ། ད་ཡིག་ཆ་ཨང་གསུམ་བཅུ་སོ་དགུ་ཅིག་ག་བ་དེ་འདུག། རེད་བ། རྒྱུ་མཚན་དེ་རྗེས་འདི། ཨ་ནི་ང་རང་ཚོ་འདི་གང་དུ་གར་ཟེར་ན་རྒྱུ་མཚན་ཁུངས་མ་བརྗོད་པ་དེ་ཡག་ཤེས་ཀི་དེ་ནི་འདི་རྗེས་འདི་བྲེག་ཚུགས་བཟོ་འདོད་མ་རེད་བྲེག་ཚུགས་གཏོར་འདོད་རེད་ཤག་འདི་ང་ཚོས་གསལ་པོ་བྱེད་ནས་ཞུ་གི་ཡོད་ང་ཚོས་འདི་གོ་བ་ལེན་གི་ཡོད་རྣམ་པ་ཚོ་བརྒྱ་ཆ་མང་ཚོགས་འདི་ཚང་ལ་ཟེར་གི་ཡོད་འགྲོ་ང་ཚོ་གཞི་རིམ་མི་མང་གི་སྐད་ཆ་དེ་རྗེས་འདི་ཕྱོགས་གཅིག་ནས་ཉན་ཕྱོགས་གཞན་གཅིག་ནས་གཅིག་གཉིས་ཡིན་འོང་རྒྱུ་ཙ་ནི། བསམ་ཚུལ་གླེང་མཁན་མང་པོ་ཞུ་བྱེད་རེད་འགྲེལ་བཤད་རྒྱག་མཁན་མང་པོ་ཞུ་བྱེད་རེད་ཡིན་ན་རྒྱུ་མཚན་རྩད་གཅོད་བཏང་དང། ང་ཚོ་གཞི་རིམ་མི་མང་གི་ཉིས་སྟོང་ཉི་ཤུ་རྩ་གསུམ་གྱི་སྤྱི་ཟླ་གཉིས་པའི་ནང་ལོ་ལ་ང་ཚོ་སྤྱི་འཐུས་རྒྱུན་ལས་ཉན་པོ་ལ་དོང་དང་དོང་དུ་ནས་སྐད་ཆ་བཤད་དགོས་པ་གོ་གི་ཡོད་ལབ་ཡོད། དེ་ག་རེ་ཟེར་ན་ཧམ་པ་བཤད་གི་མ་རེད་ཁྲམ་པ་བཤད་གི་མ་རེད་ཁོང་རྣམ་པ་གོང་ཞབས་རྒྱག་དགོས་ན་གོང་དུ་བཀུག་གི་རེད་ཡིན་ན་མང་གཙོའི་ཐོག་ནས་ང་ཚོ་ཐུགས་དང་འདྲ་མཉམ་གོ་གི་རེད་ཟེར་ཏེ་ཞུ་ནི་ཞུས་བསྡད་པ་ཡིན་རེད་བ། རྒྱུ་མཚན་དེ་འདྲའི་ཅིག་གི་ཐོག་ནས་ད་ལྟའི་ཆ་ལ་ཚིག་རོ་དེ་ག་རང་བེད་སྤྱོད་བཏང་བྱས་ནས་དབྱུང་འདུས་ཏེ་ད་ག་འདྲ་སྒྲིག་འཛུགས་འདི་མང་གཙོའི་ཀ་བ་གསུམ་དེ་ཁུངས་མ་བཅོལ་བ་བཟོ་ཡག་གི་དམིགས་ཡུལ་རེད་འདུག་མ་གཏོགས་ཚར་རེ་ཅིག་ཕྱག་ལས་གནང་ཡག་གི་འདོད་པ་རེད་མི་འདུག་དེ་ང་ཚོས་གསལ་པོ་ཅན་མཐོང་གི་ཡོད་དེ་ག་རེ་ལབ་པ་ཡིན་ན་ད་ད་འདྲའི་ཆ་ལ་ག་རེ་འདུག་གཟིགས་སོང་ང་སྤྱི་འཐུས་ཚོ་དམ་འབུལ་ཞུ་ཡག་གི་ལམ་ཀ་དེ་ཕྱེ་བ་རེད། བཀའ་བློན་དུ་དམ་འབུལ་ཞུ་ཡའི་ལམ་ཀ་དེ་ཆེ་བ་རེད། དམ་འབུལ་ཞུ་ཐུབ་ཀྱི་ཡོད་མེད་གང་ཤེས། རེད་བ། དེ་མ་ཡིན་པའི་འོག་གི་ད་ལྟ་ཅིག་རང་དབང་བྱེད་མཁན་དེ་ཚོ་དམ་འབུལ་ཞུ་ད་ཅིག་བཟོས་ཡོད་ས་ཡོད་བསམས་སོ་དེ་ཞིབ་ཕྱི་བོ་ལྟ་ཡག་གི་འདོད་པ་ཟེར་མཁན་བྱུང་མ་སོང་དྲང་པོ་བྱས་ན་དེ་རེད། དེ་སོ་སོའི་གི་ཁེ་ཕན་གྲུབ་ཡས་དེ་དོན་དག་ཅིག་པོ་བྱས་རེད་མ་གཏོགས་སྒྲིག་འཛུགས་འདི་ལ་ཤ་ཚ་ཡོད་པའི་ལས་ཀ་ཅིག་བྱས་མ་སོང། དེ་ཧ་ཅང་གི་བློ་འབམ་ཡོད་དེ་ཞོད་ཡིན། ལྷག་པར་དུ། ཁྲིམས་ཞིབ་པ་ཆེ་བ་བསྐོ་བཤད་བྱེད་ཡས་གི་སྒྲིག་གཞི་བཟོས་མ་སོང་ཁྲིམས་བཅའ་ཁྲིམས་བསྐྱར་བཅོས་བྱས་མ་སོང་སྐད་རྒྱག་གི་ཡོད་རེད་དེ་དེ་ཡོད་ཡོད་པ་ལབ་སོང་བ། བསྟན་པ་ཡང་འབེབས་ཀྱི་རེད། ལོ་ལྔ་ལ་ཁྲིམས་ཁང་ནང་ལ་ཁྲིམས་དཔོན་བྱེད་པའི་གི་ཉམས་མྱོང་ཡོད་པ། ལོ་བཅུ་ལ་ཁྲིམས་ཞིབ་པ་ཚད་ལྡན་བྱེད་པའི་གི་ཉམས་མྱོང་ཡོད་པ་ཁྲིམས་ཞིབ་པ་མཁས་པའི་གྲངས་ཚུད་པ་དེ་དེ་འདྲའི་གི་ཆ་རྐྱེན་དེ་ད་ལྟའི་ང་ཚོའི་མི་དམངས་ནང་ལ་མེད་པ། མེད་པའི་དཀའ་ངལ་ལ་བརྟེན་ནས་ང་ཚོ་ལོ་དུས་དེ་དཔའ་བ་རེད་བ། ད། དེ་ལ་བརྟེན་ནས་བཀག་པ་རྒྱག་རེད་བ། ད་མ་འོངས་པ་ལ་དེ་འདྲའི་གི་ང་ཚོའི་དེ་ག་རེ་ཟེར་ན། དེ་འདྲའི་གི་འདེམས་སྒྲུག་ཚོགས་ཆུང་དེ་གི་མི་གཉིས་ལས་མ་ཉུང་བ་འདང་དགོས་སེ་རེད་མི་དེ་རག་གི་རེད་བས། གལ་སྲིད་རག་པ་ཡིན་ན་ཁྱེད་ཚོས་འགྲེལ་བཤད་ག་རེ་བགྱི་གི་རེད་དེ་ཁྲིམས་རྩོད་པ་རེད་དེ་མཁས་པའི་གྲངས་མ་རེད་ལབ་གི་རེད་བ། ཁྲིམས་ཁང་ནང་ཁྲིམས་དཔོན་བྱས་ཏེ་ཁྲིམས་དཔོན་ཐན་ཐན་མ་རེད་ལབ་གི་རེད་བ། གང་ལྟར་མུ་མཐུད་བྱས་ནས་ལོ་ནས་ལོ་བསྟུད་བྱས་ནས་ཁྲིམས་ཁང་དེ་བསྐོ་གཞག་བྱེད་མ་དགོས་པ་གི་ཁྲིམས་ཞིབ་པ་དེ་བསྐོ་གཞག་བྱེད་མ་དགོས་པའི་དམིགས་ཡུལ་གཙོ་བཟུང་བྱས་ནས་ད་ལྟའི་ཆ་ལ་ཡ། ད་དམ་དམ་བཅའ་ཕུལ་སྟངས་དེ་འདྲ་མི་འདྲ་མང་པོ་བྱེད་ཤེས་བཟོས་ཤག། ཡིན་གྱི་རེད་འཛམ་བུ་གླིང་ཚང་མའི་བཅའ་ཁྲིམས་ང་ཚོས་ཤེས་ཀྱི་མེད། འགྲོ་སྟངས་བྱེད་པ་ཡིན་ན་སྲིད་འཛིན་གྱི་མདུན་ནས་དམ་འབུལ་བྱས་དེ་འདྲ་ཡོད་རེད་ཁྲིམས་ཞིབ་པ་ཆེ་བ་འདི་ནས་དམ་འབུལ་བྱེད་དགོས་རེད། སྤྱི་འཐུས་གྲོས་ཚོགས་ཚོགས་གཙོ་གི་མདུན་ནས་ཁྲིམས་ཞིབ་པར་དམ་བཅའ་ཞུས་ཟེར་ཏེ། གོ་མ་མྱོང་འགྲོ་བྱེད་ཡིན། ད་ཡིན་ན་ཚོགས་ཀྱི་ཁྱེད་རང་ཚོ་ཁྲལ་ལ་སོས་བྱས་ནས་སྤྲུལ་སྐུ་རྩེད་མོ་ནང་ཤི་བྱེད་ཕག་རྩེད་ཚུར་རྩེད་ཡིབ་རེ་ཡིབ་རྩེད་འདྲ་བྱེད་རྩེད་དུ་འདུག་ཨ། སོ་སོའི་ངོས་ཡིན་ན་དེ་ཡིན་ན་དངོས་གནས་དྲང་གནས་ཀྱི། སོ་སོ་གིས་རྐུབ་བཀྱག་མ་ཤོར་བའི་དམིགས་ཡུལ་དེ་གཅིག་པོ་བྱེད་དུ་མ་འདུག་བསམ་གྱི་དེ་ལས་ལྷག་པའི་ལས་ཀ་ཡག་པོ་ཅིག་བྱེད་དུ་བསམ་པས་ཀྱི། སོ་སོའི་ངོས་ནས་ཀྱི། ག་རེ་བསུ་གི་རེད། མཐོང་ཚུལ་དེ་མ་བྱུང་ཟེར། དེ་འདྲའི་ཡིན་ཙང། ད་ད་ལྟ་གང་ལྟར་འདས་པའི་གི་ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་ཐོག་ནས་འཆར་ཟིན་གནང་པ་དེ་ལ་ཡང་ཚོགས་གཙོ་སྦྲེལ་པོའི་གནོན་ཤུགས་ཅིག་སླེ་ཡོད་པའི་གི་མཐོང་ཚུལ་བཅས་བྱུང་སོང། ད་ཁོ་ན་ཚོ་དེ་འདྲའི་ཚེ་ནས་མ་ཅིག་ཕེབས་འོང་དུས་ད་ནི་ད་ལྟའི་ཆ་ལ་ཡང་དགོས་ངེས་ཅན་གི་དགོས་ངེས་ཅན་གི་ཁྲིམས་ཞིབ་ཁང་ཐོག་ལ་ཡང་ཁྲིམས་ཞིབ་པ་ཆེ་བ་དང་གཞན་བཙུགས་ཡག་གི་ཆ་རྐྱེན་དེ་ལས་སླ་རུ་བཏང་གི་དེ་བཏང་མ་སོང། སྒྲུབ་མ་ཐུབ་པའི་ལས་ཀ་དེ་རང་འཇགས་བཞག་སོང། རྒྱལ་གྱི་དམིགས་ཡུལ་དེ་ཁྲིམས་རྒྱུད་པར་ཆེ་བ་དང་གཞན་བསྐོ་བཞག་བྱེད་མ་དགོས་པ་གི་དམིགས་ཡུལ་དེ་གསལ་པོ་གསལ་རྐྱང་ཆགས་སོང། དེ་འདྲ་ཡིན་ཙང་ད་ལྟའི་ཆ་ལ་སོ་སོའི་ངོས་ནས་ཕྱག་ལས་གནང་སྟངས་དེ་ལ་མོས་མཐུན་ཁྱོད་ནས་བྱེད་ཐུབ་ཀྱི་མི་འདུག་རེད་པ། གཅིག་དེ་རེད། གཉིས་ནི་ད་ང་ཚོ་གཞི་རིམ་མི་མང་གི་རེ་འདུན་བྱེད་པའི་ནང་ལོགས་ལ་ཡ། ད་ཅིག་ཆོས་རྒྱུད་སྤྱི་འཐུས་ཐོག་ལ་འོས་ཐོབ་སྟངས་འདྲ་མཉམ་དགོས་ཟེར་ཡ་དེར་གཅིག་རེད། ད་ཁ་ནང་བཞིན་གྱི། སྤྱི་འཐུས་གྲོས་ཚོགས། རྒྱུན་ལས་ནང་ལོག་ལ་ཡ་རྒྱུན་ལས་ནང་ལོག་ལ་ཡ། སྤྱི་འཐུས་རྩ་འབོར་ལ་ཞིག་པའི་བརྒྱ་ཆ་བསྐོར་ནས་འཐུས་མི་དགོས་ཟེར་ཡ་དེ་ཚོའི་གྲངས་དེ་ཚོའི་གྲངས་དེ། ག་རེ་སོགས་རེད། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་གི་ཚིག་དོན་ནང་ལ་མི་འདུག་ལ་རྣམ་པ་ཚོ་གླེང་སློང་བྱེད་ཡ་ཆབ་སྲིད་རེད་མི་འདུག་ཨ་དེ་ཀྱི་དེ་ཚང་མ་གནོན་ཤུགས་ཐེབས་ཕོད་འདུག་ཨ་ད་ག་འདྲ། ཆེ་མཚུངས། ཁྲིམས་སྒྲིག་བསྐྱར་བཅོས་ཚོགས་ཆུང་ལ་གནོན་ཤུགས་སླེབས་པའི་རྣམ་པ་དེ་གསལ་པོ་མཐོང་གི་འདུག་ཨ། དེ་འདྲ་ཡིན་ཙང། འདིའི་གནས་སྟངས་འདིའི་ཐོག་ནས། ང་ཚོ་རྒྱ་ཆེ་མི་མང་གིས་རེ་འདུན་བྱས་པ་དེ་ལ་ཡང་སྣང་ཆུང་བཏང་ཤག་དེ་ཤོད། ལྷག་པར་དུ། ཁ་ཚེ་ང་ཚོ་གྲོས་ཚོགས་མ་ཚོགས་སྔོན་ལ་ང་ཚོ་ད་རེས་གཞི་རིམ་མི་མང་གི་ཐོག་ནས། དྷརམ་ས་ལ་ནས་མི་མང་འདུ་འཛོམས་བྱེད་པའི་ལས་འགུལ་དེ་སྤེལ་གི་མེད་ཞུས། དེ་ནས་མ་ཚོགས་གོ་བ་ལོག་སྒྲུབ་ཆགས་ཡོད་ས་རེད། ད་ཁོང་ཚོ་མིག་གི་མ་འདང་རེད་བློ་ལྐོག་གི་མ་འདང་རེད། བསམ་པའི་གོང་ཚོད་ཅིག་ཆགས་ཡིན་ས་རེད། དེ་དེ་འདྲའི་ཚོད་དཔག་དམའ་པོ་མ་བྱེད་སེམས་དེ་སྐབས་ལ་ཞུས་བསྡད་ཡོད། ད་འདྲ་ཡིན་ན་དེ་བདག་རང་ཡིན་རུ་བ། ག་རེ་ཟེར་ན་ང་ཚོ་རྒྱ་ཆེ་མང་ཚོགས་ཀྱི་རེ་བ་དེ་ལ་ཡ། རེ་བ་དེ་ལ་ཡ་བསམ་བློ་ཞིག་བཏང་དགོས་རུ་བ། འགྲོ་གི་ཡོད་ན་མེད་ན་སྤྱི་འཐུས་གྲོས་ཚོགས་ནས་ཅིག་སླེབས་དགོས་ཀྱི་རུ་བ། མ་འོངས་སུམ་ཆ་གཉིས་ཀྱི་རྒྱབ་སྐྱོར་ཐོབ་མ་ཐུབ་སའི་གནས་ཚུལ་ལོགས་ཁ་ཞིག་ཆགས་ཀྱི་རེད། དེ་རྩ་བ་ཉིད་ནས་བྱས་མ་སོང། དེ་འདྲའི་འདུག་ཧ་ལས་པའི་བློ་ཕམ་ཡོད། དེ་འདྲའི་ཡིན་ཙང། ད་ལྟའི་དུས་ཚོད་ལ་ལྟ། སྤྱི་འཐུས་རྣམ་པ་ཚོ། ཁ་ཚོན་ངེས་མ་ང་ཚོས་སྤྱི་ཟླ་དགུ་པའི་གསར་འགོད་གསལ་བསྒྲགས་ལ་ཞུ་ཞུ། སྤྱི་ཟླ་གསུམ་པའི་གྲོས་ཚོགས་སྐབས་ལ་ཁྲིམས་སྒྲིག་བསྐྱར་བཅོས་དེ་མ་གནང་པ་ཡིན་ན། ཨ་ནི་ལས་དོན་མ་འགྲུབ་པ་ཅིག་ལ་ངོས་འཛིན་ཞུ་གི་ཡིན་ཞེས་ཡ་གི་ཚིག་དེ་བེད་སྤྱོད་བཏང་དགོས་རྒྱུ་མཚན་དེ་ཡིན། དེ་འདྲ་ཡིན་ཙང་ད་རྣམ་པ་ལྷན་རྒྱས་ཚོ་དེའི་ནང་ལ་ཡ་བཟོད་བཟོད་ཅིག་ནས་ཞུགས་ཐེབས་པ་ཡིན་ན་ཁག་ཕར་བྲིས་ཚུར་བྲིས་ང་མ་རེད་ཁོ་རེད་ཧ་ལམ་ཅིག་ལས་ཀ་བྱ་བྱ་དགུ་བཅུ་ཙིར་བུར་འགྲིག་ཡོད་མདོག་མདོག་དགོངས་པ་ག་རེ་བཞེས་ཀྱི་ཡོད། རྩ་བ། བོར་ནས་ཡལ་ག་ཟིན་ནས་སྐར་མ་དེ་སྣང་གི་འདུག་བ། ཧ་ལས་པའི་བློ་ཕམ་ཡོད་ཟེར། རྒྱལ་བ་རིན་པོ་ཆེ་གིས་མི་ལོ་དྲུག་ཅུ་རེ་གྲངས་ཅིག་ནང་ལ་ཡང་སྐུ་ངལ་བསམ་ཡུལ་ལས་འདས་པ་ཅིག་བསྐྱོན། འདས་པའི་ཉམས་མྱོང་གཞི་ལ་བཞག་མི་དམངས་ཉམ་ཆུང་གི་དད་ལྟ་ལ་གཟིགས་ནས་ཁྲིམས་ཟེར་མཁན་དེ་ཁྲིམས་ཞིབ་ཁང་ཆེ་མིན་ན་མེད་ཐབས་མི་འདུག་ཟེར་ཏེ་རྒྱ་གར་གྱི་ཡུལ་ཁྲིམས་འདིའི་ནང་ལོགས་ལ་ཡང་ང་ཚོའི་བཅའ་ཁྲིམས་ཀྱི་ནང་ནས་ཐབས་ལམ་གྱི་ཚད་ཆེ་ནས་བཙུགས་བཞག་པ་འདི་ད་ད་ལྟའི་ཆ་ལ་ཡང་རྩ་མེད་བཏང་གི་འདུག་བ། དམིགས་མེད་བཟོ་གི་འདུག་ཨ་དམིགས་མེད་བཟོ་ཡའི་དམིགས་ཡུལ་རེད་འདུག་ཨ། རྒྱུ་མཚན་དེ་ལ་ང་ཚོ་ག་དུས་ནས་གནས་འཁྱོག་གི་མེད། བློ་ཕམ་ཡོད། རེད་བ། དེ་ཡིན་ཙང་ད་འདས་ཆོད་ལ་འདི་ནང་ལ་སྤྱི་འཐུས་གཙོ་དགོས་སེམས་པའི་རེ་བ་ཡོད་ལ། ང་ཚོའི་ནུས་པ་དེ་སྣང་ཆུང་མ་བཏང་རོགས་ཇི་ལྟར་ང་ཚོའི་ལས་ཀ་དེ་གཞི་རྒྱ་ཆེ་རུ་ཆགས་སོང་དུས་ཡུན་རིང་དུ་འགྲོ་གི་རེད་ཡིན་ན་ཡང་འདི་ང་ཚོའི་ལས་ཀ་དེ་ཐོག་ལ་ཡང་མུ་མཐུད་ནས་འཐབ་འཛིང་བྱེད་ཡས་དེ་ལ་ཡང་ང་ཚོའི་འགྱུར་བ་གང་ཡང་མེད། ལྷག་པར་དུ། ཆོས་རྒྱུད་སྤྱི་འཐུས་བདམས་ཡས་ལས་འོས་ཐོབ་སྟངས་འདྲ་མཉམ་བཀོད་སད་དེ། ང་ཕོད་དགོན་འདུས་མཚན་ལྡན་ཡིན། རྒྱུ་མཚན་ལྡན་པ་ཡིན། དྲང་ཚུགས་ལྡན་པ་ཡིན། དེ་རྗེས་དེ་ལ་རྣམ་པ་ཚུགས་ཀྱི་སྣང་ཆུང་བཏང་པ་ཡིན་ན་ཏག་ཏག་སྐྱོན་དུ་འདེད་ཀྱི་མི་འདུག། ད་ལྟའི་ཆ་ལ་ཡང་ཆོས་རྒྱུད་སྤྱི་འཐུས་ཚོགས་ཀྱི་མཁྱེན་དགོས་ཡས་དེ་ལ་རྣམ་པ་ཚུགས་བྱེད་འཇོར་འཇོག་མི་རུང་བ། རྒྱ་མི་གུང་ཁྲན་དམར་ཤོག་འོག་ལ་ཡང་ལོ་ཆུང་དུས་ཀར་ལྟ་བ་དེ་རླབས་ཆེན་འདེད་སླེ་འོང་དུ་ཁྱེད་ཚོ་དམངས་གཙོ་དེ་ཁ་ལ་མ་ཐོབ་ཞིང་འདང་མང་གཙོ་ཤེས་ཀྱི་མི་འདུག་བ། རྒྱུ་མཚན་འདི་རེད། དམངས་གཙོ་དེ་ཁ་ལ་བཤད་ནས་དེང་སང་འདས་དམངས་གཙོ་དང་རྒྱལ་བ་རིན་པོ་ཆེ་ཟེར་ཚིག་འདི་བེད་སྤྱོད་བཏང་པ་དོན་ངོ་མ་འདི་དམར་ཤོག་གི་ལྟ་བ་དེ་ཁྱེར་ནས་སླེབས་བསྡད་ཀྱི་འདུག་བ་འདི་ག་དུས་ན་ཁུངས་འཁྱོལ་དགོས་མ་རེད་ཟེར་ནས་འདི་ང་ནན་པོ་བྱས་ནས་འདུག་ཞུ་ཡས་ཡིན་ང་ཚོ་ག་དུས་ན་གདོང་དང་གདུགས་གཏོགས་ནས་སྐད་ཆ་ཤི་ཡས་ཀྱི་གོ་སྐབས་ཅིག་གོ་གི་རེད་འདི་ག་ལ་ང་ཚོ་འགྱུར་བ་གང་ཡང་མེད་ཟེར་ནས་འདི་ཞུ་ཡས་ཡིན་ད་ད་ད་ངས་འདི་དུས་ཚོད་རིང་པོ་གླེང་གི་མེད་བསྐྱར་དུ་དུས་ཚོད་བྱུང་ན་ཡང་བསྐྱར་ཞུ་གི་ཡིན་ཟེར་ནས་འདི་ཞུ་ཡས་ཡིན་ཨ་ནི་ཚོགས་གཙོ་ལགས་འདི་ཐོག་ལ་ཡང་ང་ཚོ་རིན་པ་གཉིས་པ་གནང་རོགས་གནང་ཞུ་ཡས་ཡིན། རྒྱལ་ཚིག་སྲིད་ལྡན་ཆོས་ཨ་ནི་བཀའ་དྲིན་ཆེ་ན་ཨ་ནི་ད་ལྟ་རིམ་པ་གཉིས་བ་ཐོག་ལ་ཕེབས་ཡ་ཡིན་འདི་བྱས་ནས་འོ་འདི་ཞུ་ཡ་ཡིན་ད་ལྟ་དེ་རྒན་ཚིག་སྲིད་ལྡན་ཆོས་ཀྱིས་ད་གཞི་རིམ་མི་མང་གི་ཡ་གྲོས་ཚོགས་ལ་ཡ་ཞུ་བཞག་པའི་གི་ད་ལྟ་བར་དུ་གནས་སྟངས་ཨ་ནི་ཁ་སིང་གྲོས་ཚོགས་ཚོགས་འདུའི་བདུན་པར་བཏུ་བའི་སྐབས་ཀྱི་གནས་སྟངས་ཞིབ་བཞིན་ཕྲག་པ་ཨ་ནི་ཚིག་རེ་རེ་གཉིས་གཉིས་རྒྱ་ལགས་ཀྱིས་ག་རེ་གསུངས་པ་དེ་ག་རང་ཨ་ནི་ང་ཚོའི་གཞི་རིམ་མི་མང་ནས་དེ་ག་རང་གནས་དེ་ཡོད་ཁ་སིང་ད་ང་ཚོའི་གི་ཕྱི་ཟླ་གསུམ་པའི་གི་ད་འདོད་ཀྱི་ཚོགས་འདུའི་བདུན་པའི་སྐབས་ལ་ལས་འགུལ་མ་སྤེལ་བ་འདི་ང་ཚོས་ཀྱི་རེ་བ་བཟང་པོ་ཅིག་རྒྱབ་ཕྱེ་ནས་ཡ་རབས་བཟང་སྤྱོད་ཨ་ནི་རེ་བ་ཆེན་པོ་ཅིག་རྒྱབ་ཕྱེ་ནས་ནི་འདུ་བྱེད་ནས་མ་སྤེལ་བ་རེད་མ་གཏོགས་གཞི་རིམ་མི་མང་ནས་ད་ལན་དེ་ལ་དངོས་གནས་དྲང་གནས་ཀྱི་ཨ་ནི་ད་ལས་འགུལ་སྤེལ་དགོས་ཡོད་བ་ཀྱི་དགོངས་ཚུལ་དགོངས་འཆར་ཧ་ཅང་གི་མང་པོ་ཡོད་རེད་འོན་ཀྱང་ང་ཚོས་ཀྱི་དངོས་གནས་དྲང་གནས་ཆེད། ཆེ་བསྟོད་དང་གུས་བཀུར་གྱི་ཐོག་ནས་རེ་བ་བཟང་པོ་ཞུ་ཅིག་བརྒྱབ་པ་རེད་དེ་ལྟར་རེ་བ་དེ་འགྲུབ་ཡོད་མ་རེད་སོང་ཙང་ད་ད་ལྟ་དེ་རྒན་ལགས་ཀྱིས་འགན་འཛིན་སྲིད་དོན་མཆོག་གིས་གོང་དུ་གསུང་བ་ཚིག་རེ་རེ་གཉིས་གཉིས་ཇེ་མ་ཇི་བཞིན་གྱི་ང་ཚོ་ཚང་མ་དེ་དེ་བཞིན་ཨ་ནི་ཡོད་ལ་ནི་འོ་དེ་འདྲས་ཅིག་ཞུ་ཡ་ཡིན་ཨ་ནི་དེ་ནས།